ལེའུ་ལྔ་པ། ཡེ་བབ་ཁྱབ་བསལ་གྱི་སྐོར་བསམ་གཞིག། ངོས་རང་ལོ་ཉི་ཤུ་རྩ་བཞིའི་ཐོག་ཡུལ་ལུང་གསར་པ་ཞིག་གི་ནང་བཙན་ཤོར་བ་ཆགས་ཏེ་བོད་ཀྱི་གཏམ་དཔེར་ངོ་ཤེས་པ་ས་དང་གནམ་ཟེར་སྲོལ་ཡོད་པ་ལྟར་ཆ་རྒྱུས་ཡོད་པ་ས་དང་གནམ་ཙམ་ལས་མེད་པའི་གནས་སུ་གྱུར། སྐབས་དེ་དུས་རང་གི་ཕ་ཡུལ་ལ་བྱུང་བའི་གོད་ཆགས་དེའི་ཤུགས་རྐྱེན་ཆེ་ཆུང་སྐོར་རྒྱལ་སྤྱིའི་ལོ་རྒྱུས་ཀྱི་གནས་སྟངས་དང་སྦྱར་ནས། གོ་བ་ཆ་ཚང་ལོན་ཐུབ་ཐབས་མེད། དུས་དེར་ངོས་རང་དང་བུ་མོ་གཞན་རྣམས་ལ་དང་ཐོག་བྱུང་བའི་མྱོང་ཚོར་ཞིག་བྱེད་ཤུལ་ནི། གློ་བུར་དུ་གཞན་ཡུལ་ལ་བསྐྱལ་དགོས་བྱུང་བའི་ཧ་ལའི་ཧོན་ཐོར་དེ་གང་ཕྱིར་འདུ་ཤེས་མེད་པ་དེ་རེད། བཙན་བྱོལ་དུ་སླེབས་རྗེས་ལམ་སང་ཁ་ཚ་དགོས་གཏུགས་ཀྱི་ལས་དོན་ནི། ཟླ་ཤས་ནང་ངོས་ཀྱིས་རྗེས་སུ་འབྲངས་ནས་བཙན་བྱོལ་དུ་སླེབས་དང་སླེབས་མོད། ཨ་ཆད་ཨི་ཐི་ཀའི་བུ་མོ་སྟོང་ཕྲག་མང་པོས་འཕྲལ་སྐྱེལ་བདེ་སྡུག་དང་དགོས་མཁོའི་སྒྲུབ་བྱར། ཛ་དྲག་ངང་ལྟ་སྐྱོང་བྱ་རྒྱུ་དེ་ལས། ང་ཚོ་སྐྱབས་གྱུར་བ་ཆགས་དགོས་པས། རྒྱབ་ལྗོངས་ཀྱི་གནས་ཚུལ་སྐོར་བསམ་གཞིག་གཏང་གཟབ་བྱེད་ཁོམ་མེད། རྗེས་སུ་བསམ་གཞིག་ཀྱི་དུས་ཚོད་འདང་ངེས་བྱུང་བ་དང། འདས་པའི་ཉམས་མྱོང་ལས་ཐོབ་པའི་གོ་རྟོགས་ལ་བརྟེན་ནས། བོད་རྒྱལ་ཁབ་ལ་བྱུང་བའི་གནས་ཚུལ་གྱི་དོན་སྙིང་ཐད་ཆོས་ནུས་ཡོངས་ཀྱི་གནས་ཚུལ་དང་སྦྱར་ནས་ཕྱོགས་བསྡོམས་བྱ་ཐུབ་པ་བྱུང། དེ་ཡང། ངོས་རང་གང་ནུས་བཙན་བྱོལ་དུ་མ་ཡོང་ག་མེད་བྱུང་བའི་རང་ཡུལ་བོད་ནི། རྒྱ་མཚོ་དང་ཐ་སྐར་ས་འབྲེལ་མེད་པའི་ཡུལ་ཞིག་ཡིན་ཞིང། དེའི་ལྷོ་ངོས་ཧི་མ་ལ་ཡའི་རི་བཞི་མཐོན་པོས་བསྐོར་བའི་ཕ་རོལ་དུ། རྒྱ་གར་དང་བལ་ཡུལ། འབྲུག་ཡུལ་བཅས་ཡོད། བྱང་དུ་ཝུའུ་ཨེ་ཤ་ཡའི་བྱེ་ཐང་ཡོད་པ་དགར་ན། ཤར་དུ་ཀི་སི་ཐན་དང། སོག་ཡུལ་ཡོད། ཤར་ཕྱོགས་སུ་ནི། འབྲི་གཞང་ཅན་གྱི་ས་འོག་རྨ་ཁར། རྒྱ་མའི་རྡོ་ཡུལ་རྒྱ་ནག་ཆགས་ཡོད། རྒྱ་ཁྱོན་ཆེ་བའི་བོད་མཐོ་སྒང་དུ་སྙིགས་མར་གནས་པའི་ངེད་ཅག་བོད་མི་རིགས་ནི། ཟས་ཟགས་གཙོ་བོ་རྩམ་པ་བཟའ་མཁན་གྱི་ཞིང་པ་དང་འབྲོག་པ་ཡིན་ཞིང། མི་རིགས་འདིའི་ཤིན་ཏུ་ཡངས་བའི་ངོ་མཚང་ནམ་མཁའི་འོག་ལྷོ་རྒྱུད་ཀང་རིའི་འཕྲང་ཡུལ་སྐོར་ཡི་མཐོ་སྒང་གི་ས་ཁྱོན་ཆེན་པོ་དེ་བཟུང་ནས་བསྡད་ཡོད། གནའ་བོའི་བོད་ཀྱི་ཡིག་ཆའི་ནང། ཡུལ་འདི་ལ་རི་མཐོ་ས་གཙང་ཞེས་པའི་ཚིག་གིས་བསྟོད་ཀྱང། བྱ་ཟན་གདོང་དམར་བོད་མིའི་རུས་ཀྱི་འབྱུང་ཁུངས་ནི། སྤྲེལ་དང་བྲག་སྲིན་མོ་འདུས་པ་ལས། མི་བོ་གདོང་དྲུག་བྱུང་ཞིང་དེ་ལས། བོད་ཀྱི་མི་རིགས་བྱུང་བར་བཤད། གཏམ་རྒྱུད་འདི་ཐོག་མར་ངོས་རང་ལྷ་སར་ཆུང་དུས་སླེབས་རྗེས་གོ་ཐོས་བྱུང། དེ་ཡང། དགེ་འདུན་པ་ཞིག་གིས་ཕོ་བྲང་ཕོ་རྟ་ལས་ལྡེབས་རིས་སུ་བཀོད་པའི་ཕ་སྤྲེལ་རྒན་དེ། མཛུབ་སྟོན་བྱེད་བཞིན་གཏམ་རྒྱུད་འདིའི་སྐོར་འགྲེལ་བཤད་བྱས་བྱུང། བོད་ཀྱི་ལོ་རྒྱུས་ཐོག་རྒྱལ་པོ་ཐོག་མ་གཉའ་ཁྲི་ཙམ་པོ་ཡིན་པར་ངོས་འཛིན་བྱེད། ཁོང་གི་དབང་སྒྱུར་དེ་ཕྱི་ལོ་སྔོན་གྱི་ལོ་བརྒྱ་དང་ཉི་ཤུ་རྩ་བདུན་ལ་འགོ་ཚུགས་ཤིང། ལོ་འདི་བོད་ཀྱི་རྒྱལ་ལོ་དང་པོར་བརྩི་བས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་བཅུ་ལོར་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་དུས། བོད་རྒྱལ་ལོ་ཉིས་སྟོང་བརྒྱད་མའི་དུས་མཇུག་སྟོན་ཟླ་ལ་སླེབས་ཡོད། སྔོན་གྱི་ལོ་རྒྱུས་ཡིག་རྙིང་ཞིག་ཏུ། རྒྱལ་པོ་འདི་ལྷ་ཡུལ་ནས་གནམ་མཐའ་འོག་གི་ཇོ་བོ་མཛད་པའི་ཕྱིར། གནམ་གྱི་དབུས་ས་ཡི་དཀྱིལ། གླིང་གི་སྙིང་པོ་ཀང་གྱི་ར་བ། ཆུ་བོ་ཀུན་གྱི་མགོ་བོ། རི་མཐོ་ས་གཙང་ཡི་རུ་བཟང། རྟ་མགྱོགས་སུ་འཕེལ་བའི་གནས་སུ། བོད་ཀྱི་རྗེ་བོར་ཕེབས་པར་གསལ། བོད་ཀྱི་ས་འོག་ཆགས་སྡང་དམིགས་བསལ་གྱི་ཆ་ནས། འཛམ་གླིང་ས་ཡི་ཡང་ཐོག་ཇི་ཡི་འབོད་པ་ལྟར། བོད་མི་ཚོས་ལོ་ངོ་སྟོང་ཕྲག་མང་པོའི་རིང་ས་མཐོའི་ཁོར་ཡུག་དང། སྣོད་བཅུད་ཀྱི་འབྲེལ་བར་གཞིགས་ནས་ཐུན་མོང་མ་ཡིན་པའི་འཚོ་བ་སྤྱིར་བཏང་དང། རིག་གཞུང་ཞིག་གོང་འཕེལ་བཏང་ཡོད། དུས་རབས་བདུན་པའི་ནང་བྱོན་པའི་བཙན་པོ་སྲོང་བཙན་སྒམ་པོས་བོད་ཀྱི་སྲིད་པའི་བར་ཡུན་ཤིག་ཏུ་ཐོངས་པའི་མཛད་རྗེས་མང་པོ་རིམ་པར་བཞག་པའི་ཆ་ནས། ཁོང་རྒྱལ་པོ་རླབས་ཆེ་ཤོས་སུ་ངོས་འཛིན་བཞེས་སྲོལ་ཡོད། ཁོང་གིས་དབང་བསྒྱུར་དུས་སྐབས་སུ་ད་ལྟའི་བོད་ཡིག་གི་འབྲི་སྲོལ་གསར་གཏོད་གནང་བར་མ་ཟད། རྒྱ་གར་ནས་ནང་པ་སངས་རྒྱས་པའི་གསུང་རབ་ཐོག་མར་གདན་དྲངས་ཏེ་བོད་སྐད་དུ་བསྒྱུར། བཙན་པོས་བོད་མཐོ་སྒང་ཡོངས་ལ་སྤྱི་ཁྱབ་ཀྱི་ཁྲིམས་སྲོལ་གཏན་འབེབས་དང། སྦྱར་གསོལ་འདེགས་གསུམ་གྱིས་ཚད་བཞི་ཚད་ལྡན་བཟོས། དེ་བཞིན་གཞང་ལས་དང་ལག་ཕྱིས་བཟོ་ལས་ཐད་གསར་གཏོད་མང་པོ་གནང། རྒྱ་ནག་དང་བར་ཡུལ་ནས་རྒྱལ་པོའི་སྲས་མོ་རེ་བཙུན་མོར་བཞེས་སྐབས་མཉམ་དུ་གདན་དྲངས་པའི་སངས་རྒྱས་ཀྱི་སྐུ་བརྙན་རྩ་ཆེན་གཉིས་ཀྱི་བཞུགས་ཡུལ་དུ། བོད་ཀྱི་ལྷ་ཁང་རྙིང་ཤོས་ཆོས་ཁང་དང་ར་མོ་ཆེའི་རྩིག་ལྷ་ཁང་གཉིས་པོ་ཡང་བཞེངས། ངོས་རང་ཆུང་བྱིས་པ་ཡིན་དུས་ནས་སྲོང་བཙན་སྒམ་པོ་དང་ཐང་རྒྱལ་རབས་ཀྱི་རྒྱལ་པོ་ཐང་ཚོང་གི་སྲས་མོ་ཝུན་ཞང་ཀོང་ཇོ་གཉིས་གཉེན་སྒྲིག་གནང་བའི་གཏམ་རྒྱུད་ཤེས་རྟོགས་ཡོད། དེ་ཡང་ལོ་ལྟར་དབྱར་དུས་སུ་ལྷ་སའི་ནང་བཞུར་སྟོན་དུས་ཆེན་ལ་དགའ་སྒུག་བྱེད་ཀྱང་དེའི་སྐབས་བོད་ཀྱི་ལྷ་མོ་བ་ཚོས་ནོར་བུ་གླིང་གི་སྐྱེད་ཚལ་ནང་ལྷ་མོ་འཁྲབ་སྟོན་བྱེད་ཀྱིན་ཡོད། ལྷ་མོའི་འཁྲབ་གཞུང་གྲགས་ཆེ་བ་ཞིག་ནི། སྲོང་བཙན་སྒམ་པོས་རྒྱ་ནག་གི་སྲིན་མོ་དང། བལ་རིལ་གྱི་སྲིན་མོ། སྦི་གེ་ཏྲའི་བཙུན་མོར་བཞེས་པའི་གཏམ་རྒྱུད་དེ་ཡིན། སྤྱིར་ན། ལོ་རྒྱུས་དབྱིངས་རིང་ལྡན་པའི་གནའ་བོའི་ཁྲོམ་པ་ཁྱིམ་མཚེས་གཉིས་ལྟར། བོད་དང་རྒྱ་ནག་བར་གྱི་འབྲེལ་བར་ཡང། སྐབས་རེ་མཛའ་འབྲེལ་ཟབ་མོ་དང། མཚམས་རེ་གཞས་ནད་ཆེ་ཡང་བཟོད་བསྲན་བྱེད་པ། ཡང་སྐབས་ལ་ལར་ཁ་རྩོད་སྣ་ཚོགས་བྱེད་པ། སྐབས་རེ་དྲག་པོའི་འཐམ་འཁྲུག་ཀྱང་བྱེད་པ་གྱིས། བར་བབ་སྣ་ཚོགས་བྱུང་ཡོད། འོན་ཀྱང་རྒྱ་ནག་དམར་པོའི་གཞུང་གིས་བོད་ནང་དྲག་པོའི་བཙན་འཛུལ་བྱས་པ་དེས་བོད་མི་ཚོར་སྔར་བྱུང་མ་མྱོང་བའི་གོད་ཆག་བཟོས་ཡོད། ཕྱི་མིག་བལྟས་ཏེ་བརྟག་དུས་བོད་དང་བོད་མི་རྣམས་གོང་དུ་བརྗོད་པའི་ལོ་རྒྱུས་ཀྱི་གོད་ཆག་ཆེན་པོ་དེའི་གནོན་འཚེ་ཕོག་ཡུལ་དུ་ཇི་ལྟར་འགྱུར་ཚུལ་ཤེས་རྟོགས་ཐུབ་པ་བྱུང། དེ་ཡང། བོད་དང་ལོ་རྒྱུས་ཀྱི་འབྲེལ་བ་ཡོད་པའི་རྒྱལ་ཁབ་ཆེ་ཁག་ཚང་མ། གཉན་འཕྲང་ཅན་གྱི་དུས་སྐབས་དེར། རང་རང་སོ་སོའི་དཀའ་རྙོག་ཁྱད་པར་བ་རེའི་ནང། མགོ་འཁོར་དུ་ཡོད་པ། དཔེར་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ཇི་མོད་གསུམ་ནས། ཆིག་སྟོང་དགུ་བརྒྱ་ཇི་མོད་བཞི་ལོར། བོད་ལ་བཙན་འཛུལ་བྱེད་མཁན་ཨིན་ཇིའི་རྒྱལ་ཁབ་ལ་ཆ་བཞག་ན། རྒྱ་ནག་གིས་བོད་ལ་བཙན་འཛུལ་བྱེད་དུས། དེའི་རྒྱ་གར་ལུས་སྟོང་བྱེད་མ་ཐག་ཡིན་པར་བརྟེན། ལྷོ་ཨེ་ཤ་ཡ་དང་ཨེ་ཤ་ཡ་ནང་མིའི་སྲིད་དོན་ལ་བསྐྱར་དུ་ཐེ་བྱུས་བྱེད་སེམས་ཡེ་ནས་མེད་པར་གནས་ཡོད། རྒྱ་གར་ལ་མཚོན་ན། ཡེ་ཁམས་ཧྲིལ་བོ་རྒྱལ་ཁབ་གཉིས་སུ་ཕྱེ་བའི་ཡིད་ཆེས་གནས་སྟངས་ཁྲོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ཞེ་བདུན་ལོའི་ཟླ་བརྒྱད་པའི་ཚེས་བཅོ་ལྔ་ཉིན་རང་དབང་རང་བཙན་ཐོབ་ཀྱང་དེ་འཕྲལ་ལོ་དེ་གཉིས་ཀྱི་ཕྱི་ཟླ་བཅུ་བའི་ནང་ཁ་བྲལ་ཕྱིན་མ་ཐག་གིས་པ་ཀི་སི་ཐན་དང་དམག་འཁྲུག་བྱུང་ནས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ། ཟླ་བ་དང་པོའི་ཚེས་གཅིག་གི་བར་དུ། དམག་རྒྱུན་མ་ཆད་པར་ནས། དེར་བརྟེན་དམག་འཁྲུག་སྔ་མ་བྱུང་སའི་ཉེ་འགྲམ་དེ་གར། ཁྱིམ་མཚེས་རྒྱལ་ཁབ་གཞན་ཞིག་དང་ཡང་བསྐྱར་དམག་འཁྲུག་ལྷུང་འདོད་ག་ལ་ཡོང། ཨ་རིའི་དམག་ཆེན་གཉིས་པ་མཇུག་བསྒྲིལ་རྗེས་ཨེ་ཤ་ཡའི་ནང་དམར་པོའི་རང་ལུགས་ཁྱད་པར་འགྲོ་མུས་འགོག་ཐབས་ཀྱི་སྲི་ཞུ་བྱ་ཤེས་ས། བོད་ལ་བསྟོད་སྣང་བྱས་ཀྱང། ཁོང་ཚོའི་མཐའ་མའི་འདོད་འདུན་ནི་དམག་ཆེན་གཉིས་པ་མཇུག་བསྒྲིལ་མ་ཐག། ཤཱ་རིའི་ཡི་རབས་དུ་ནི་ཚེར་དཀར་རིལ་བྱུང་བ་དེ་ཨེ་ཤ་ཡར་བཅར་བསྡུས་མང་བོར་བྱ་རྒྱུ་དེ་རེད། དཔེར་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག་ནས་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་བར། རྒྱ་ནག་ཏུ། གོ་མིན་ཏང་དང་གུང་ཁྲན་ཏང་བར་རྡེག་གཟར་བསླངས་དུས། ཨ་རིས། སྐབས་དེར་ཕབ་གཉིས་འགྲོ་བཞིན་པའི་ཅང་ཇེ་ཧྲིའི་གོ་མིན་ཏང་གཞུང་ལ་རྒྱབ་སྐྱོར་ཤུགས་ཆེ་བྱས་ཡོད་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནས་ཆིག་སྟོང་དགུ་བརྒྱ་ང་གསུམ་བར་གྱི་ཁོ་རེ་ཡའི་དམག་འཁྲུག་ནང་ཨུ་རུ་སུ་དང་རྒྱ་ནག་གུང་ཁྲན་གྱི་རྒྱབ་སྐྱོར་ཡོད་པའི་བྱང་ཀོ་རི་ཡའི་དམར་ཤོག་དཔུང་ཁག་གིས་ཀོ་རི་ཡར་བཙན་འཛུལ་བྱས་པ་ལས་སྐྱོབ་ཆེད། ཨ་རིས་ཀོ་རི་ཡའི་ས་ཐོག་ཏུ་དམག་དཔུང་བཏང་ནས་རོགས་རམ་བྱས་ཡོད། དེ་བཞིན་དུ་ཨ་རིས་བོད་ཀྱི་རྩ་འཁོར་དང་ལག་དམག་ལ་རོགས་རམ་ཕྲན་བུ་བྱས་པ་དེ་ཡང། གཙོ་བོ་ཨེ་ཤ་ཡའི་ནང་དམར་པོའི་རིང་ལུགས་ཁྱབ་བརྡལ་འགོག་ཐབས་ཀྱི་སྲིད་བྱུས་ཆེན་པོ་དེའི་ཆ་ཤས་སུ་བྱུང་བ་རེད། སྐབས་དུས་དེའི་རང་ལ་སོག་ཡུལ་དུ་བྱུང་བའི་གནས་ཚུལ་ནི། བོད་ཀྱི་ལོ་རྒྱུས་གནས་ཚུལ་དང་མཚུངས་བསྡུར་ཆེད་དོ་སྣང་ཆེན་པོ་བྱེད་འོས་པ་ཞིག་ཡིན། དེ་ཡང། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོར་མན་ཇིའི་ཆའང་རྒྱལ་རབས་ཉམས་རྒུད་དུ་འགྲོ་དུས་སོག་པོའི་ཆབ་སྲིད་ཀྱི་གནས་བབ་ནི་བོད་དང་ཡོངས་སུ་གཅིག་མཚུངས་རེད། རྒྱ་ནག་གོ་མིན་ཏང་གིས་བོད་ཁོ་རང་ཚོའི་ས་ཁོངས་ཆ་ཤས་ཡིན་ལུགས་བརྗོད་པ་བཞིན་སོག་ཡུལ་ཡང། ཁོང་ཚོའི་ཁྱབ་ཁོངས་ཡིན་ལེགས་ཤོས་བཅས་ཡོད། དེར་བརྟེན། བོད་དང་སོག་པོ་གཉིས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོར་གཉིས་མོས་ཆིངས་ཡིག་བཞག་སྟེ་ཕན་ཚུན་རང་བཙན་གྱི་གནས་བབ་བསྐྱར་ནན་བྱས་པ་དེ། གཞི་མེད་སྟེས་དབང་དུ་བྱུང་བ་ཞིག་མིན། སོག་ཡུལ་རྒྱ་ནག་འོག་ནས་རང་བཙན་ཐོབ་རྒྱུར་ཨུ་རུ་སུ་མཉམ་འབྲེལ་རྒྱལ་ཁབ་ཀྱིས་རྒྱབ་སྐྱོར་བྱས་སྟབས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ལོར་མང་མོས་ཨུ་སྡེ་ཞིག་གི་རྗེས་ཐོབ་ཆིངས་བསྒྱུར་སྐབས་ཚོས་དཀའ་བུ་དེས་རྒྱ་ནག་གི་མགོ་ཁྲིད། ཅང་ཅེ་ཧྲི་ལ་ཨུ་ལྡི་གྲུབ་འབྲས་ངོས་ལེན་དགོས་པའི་སྐུལ་འདེད་བྱས་ཤིང་དེའི་འབྲས་བུར་སོག་ཡུལ་གྱི་ས་ཆའི་བཅའ་ཁྱོན་ཆུང་དུ་སོང་ཡང། རང་བཙན་ཐོབ་ནས་ད་ཆ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁོངས་རྒྱལ་ཁབ་ཆགས་ཡོད། ང་ཚོ་བོད་མི་ཚོར་དེ་འདྲའི་ལུས་སྲོལ་མ་བྱུང། དེའི་ལས་ཁག་ཀྱང་ཚད་གཞི་ངེས་ཅན་ཞིག་ང་ཚོ་བོད་མི་རང་ཉིད་ལ་ཡོད། དེ་ཡང། འཛམ་གླིང་དམག་ཆེན་དང་པོའི་རྗེས་སུ། རྒྱལ་སྤྱིའི་ཁྱོན་དུ་རྒྱལ་ཁབ་ཀྱི་གནས་བབ་དམིགས་བསལ་གལ་ཆེ་ཡིན་པའི་གོ་རྟོགས་སད་བཞིན་པའི་སྐབས། ང་ཚོ་གཉིད་ཁུག་སྟེ་བསྡད་ནས། ནོར་འཁྲུལ་ཆེན་པོ་མང་པོ་ཞིག་ཡོད། དཔེ་མཚོན་ཞིག་བརྗོད་ན། གནད་འགག་ཆེ་བའི་དུས་སྐབས་དེར། བོད་དེ་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པའི་གནས་བབ། རྒྱ་ཆེའི་གདང་ཆས་དང་ངོ་འཐབ་ཀྱི་ལས་འགུལ་བརྩམས་རྒྱུ་ཉུང་དྲགས་པ་དང་གོང་ས་སྐུ་འབྲང་ཆགས་ཟིན་པ་ཆེན་པོའི་ལམ་སྟོན་གནང་བའི་ལེགས་བཅོས་ཀྱི་ལས་དོན་སྤྱི་དང། ལྷག་པར། ཤེས་ཡོན་དང་སྦྱར་སྲུང་ལེགས་བཅོས་ཐད། ཕྱོགས་སོ་སོའི་ཁེ་ཕན་ལ་ཐུག་པའི་ཤོག་ཁག་འདྲ་མིན་དང་མི་དྲག་ཁག་གིས་འགོག་རྐྱེན་བཟོས་ནས་ལམ་ལྷོང་བྱུང་མེད། རྒྱ་མཆོག་སྐུ་གོང་མ་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གསུམ་ལོར་ཞིང་ལ་ཕེབས་རྗེས། འཛམ་གླིང་རྒྱལ་ཚོགས་དང་དེའི་རྗེས་མཉམ་འབྲེལ་རྒྱལ་ཚོགས་ལྟ་བུའི་རྒྱལ་སྤྱིའི་སྒྲིག་འཛུགས་ནང། འཛིར་ཐབས་བྱེད་དགོས་ཀྱང་དེ་ལྟར་བྱུང་མེད། གོང་ས་བཅུ་གསུམ་པ་ཆེན་པོ་ཕུད། བོད་ཀྱི་དབང་སྒྱུར་མི་དྲག་ཚོས་དུས་རབས་ཉི་ཤུ་པའི་སྲིད་དོན་གྱི་དཀར་ནག་གསར་བ་ཞིག་ནི། རྒྱལ་ཁབ་གཅིག་གི་རང་ཉིད་རང་བཙན་གྱི་གནས་བབ་ལོངས་སུ་སྤྱོད་པ་གཅིག་པུས་མི་འགྲིག་པར། ངག་དབང་བསྟན་པའི་རྒྱལ་ཁབ་གཞན་མང་པོ་ལྟར་རྒྱལ་སྤྱིའི་ནང་རང་བཙན་རྒྱལ་ཁབ་ཡིན་པའི་དན་རྟགས་སུ། རྣམ་འགྱུར་རིམ་ཅན་དུ་གསར་སྟོན་དགོས་པ་དེ་རྩ་བ་ནས་ཤེས་རྟོགས་ཐུབ་མེད། ལྷག་པར་དུ་སྟབས་མ་ལེགས་པ་ཞིག་ལ་བོད་ཀྱི་ཉེ་འཁོར་དུ་གནས་སྟངས་ཛ་དྲག་ཆགས་བཞིན་པའི་དུས་དེར། བོད་ཀྱི་རྒྱལ་ཚབ་སྔ་རྗེས་གཉིས་བཙུད་པའི་དབང་སྒྱུར་མི་དྲག་རྣམས་གཙོ་ཆེར་ནང་ཁུལ་ཆབ་སྲིད་ཀྱི་དབང་ཆའི་འཐབ་རྩོད་ལ་མགོ་འཁོར་ནས་བསྡད་པ་རེད། ནང་ཁུལ་གཅིག་མགོ་གཉིས་གནོན་གྱི་འཐབ་རྩོད་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་བཞི་བདུན་ལོར་འཕེལ་རིམ་མཐར་ཐུག་ཏུ་སོན་ཏེ་དངུལ་གྱི་རྒྱལ་ཚབ་དང་པོ་རབ་འབྲང་རིན་པོ་ཆེ་སྤྱི་འདུས་སོང། དེར་བརྟེན། ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་བཅུ་ལོར། མི་མང་བཅིངས་འགྲོལ་དམག་དཔུང་ང་ཚོའི་སྒོ་འགྲམ་ལ་སླེབས་དུས། བོད་ཕྱོགས་ནས་གྲ་སྒྲིག་གསར་བ་ནི་མེད་པར་མ་ཟད་སྤྱིའི་ཆ་ནས་ཀྱང། ཞི་དྲག་པའི་གནས་སྟངས་ཆགས་ཡོད། སྐུ་གོང་མ་གོང་ས་བཅུ་གསུམ་པའི་སྲི་ཞུགས་ཀྱི་མཛད་པར་བསམ་གཞིགས་བྱས་དུས། ངོས་རང་གི་ལས་ཀར་དང་མཚུངས་ཆ་མངོན་གསལ་དོད་པོ་ཡོད་པར་མཐོང། ཁོང་ཕྱིའི་བཙན་འཛུལ་གྱིས་རྐྱེན་པས་བཙན་བྱོལ་ལ་ཐེངས་གཉིས་ཕེབས་དགོས་བྱུང། དང་པོ་དེ་ནི། ཕྱི་ལོ་ཆིག་སྟོང་དགུ་བརྒྱ་ཅུ་མེད་གསུམ་ལོར་ཨིན་ཇིའི་དམག་དཔོན། Francis། དབྱང་ཨར་སི་པན་གྱིས་བོད་ལ་བཙན་འཛུལ་བྱེད་སྐབས་བཙན་བྱོལ་དུ་ཕེབས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཅི་མའི་དགུ་ལོར་བོད་ལ་ཕྱིར་ཕེབས་མཛད། གཉིས་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་ལོར་མན་ཇི་ཆིང་རྒྱལ་རབས་ཀྱི་དམག་དཔུང་གིས་བོད་དེ་ཤར་ཕྱོགས་ནས་བཙན་འཛུལ་བྱེད་སྐབས་བཙན་བྱོལ་ལ་ཕེབས་དགོས་བྱུང། དབྱིན་ཇིས་བོད་དུ་ཡོང་དུས་དབང་སྒྱུར་དང་གཏན་སྡོད་བྱེད་པའི་ཆེད་དུ་ཡོང་བ་མིན་རུང། མན་ཇི་གོང་མའི་དམག་དཔུང་གི་དམིགས་ཡུལ་ནི་བོད་ལ་དབང་སྒྱུར་ཆེད་ཡིན་པ་ཧ་ཅང་གསལ་བོ་རེད། འོན་ཀྱང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ཆུ་གཅིག་ལོར། ཆིང་རྒྱལ་རབས་འཐོར་བཤིག་ཏུ་སོང་བ་དང་ཆབས་ཅིག། ཕྱི་ལོ་ཆིག་སྟོང་དགུ་བརྒྱ་ཆུ་གཉིས་ལོར། མི་འཇེ་གོང་མ་དྷ་རྨ་ཁྲི་ལས་ཤོར་བའི་ལྷ་སར་བསྐྱལ་དུས་ཆིང་ཨན་ཝན་ཆིང་གོང་མའི་སྐུ་ཚབ་ཀྱིས། བོད་ལ་མགོ་བཏགས་བཞུགས། གོང་དུ་བརྗོད་ཟིན་པ་ལྟར། ཕྱི་ལོ་ཆིག་སྟོང་དགུ་བརྒྱ་ཆ་གསུམ་ནོར ྋགོང་ས ྋསྐྱབས་མགྲོན་མཆོག་སུམ་པ་ཆེན་པོ་བོད་ལ་ཕྱིར་ཕེབས་གནང་རྗེས། བོད་སོག་བར་ལོ་དེར་ཆང་ཡིག་བཞག་སྟེ་ཕན་ཚུན་རང་བཙན་ཡིན་པའི་ངོས་འཛིན་དང། ཚུར་དེ་སྤྱིར་འདི་ན་གནང་ཡོད་ཚུལ། རྒྱལ་སྤྱིའི་ནང་བོད་རང་བཙན་ཡིན་པའི་གནས་བབ་གསར་གཏོད་གནང་ཐབས་མཛད་ཡོད། དེར་བརྟེན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་བཅུ་ལོར་རྒྱ་ནག་གུང་ཁྲན་ཏང་གིས་བོད་ལ་བཙན་འཛུལ་བྱེད་སྐབས། བོད་ནི་རང་བཙན་གྱི་གནས་བབ་འདིའི་ཐོག་གནས་ཡོད། ཅི་སྟེ། དེ་དུས་བོད་མི་ཚོས་ལོ་དུས་བལྟས་ཚུལ་སྐབས་ཀྱི་བྱུང་རིམ་མངོན་རྟགས་ཁག་ལ་འཆིག་པ་མེད་པར་ལྟ་བཞིན་ཡོད་ན། བཙན་འཛུལ་གཞན་ཞིག་ཡོང་ཉེན་ཡོད་པ་རང་བཞིན་གྱིས་ཤེས་རྟོགས་ཐུབ་ངེས་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་སོ་གསུམ་ལོར ྋགོང་ས ྋསྐུ་མགྲོན་ཆགས་སྲིན་པ་ཆེན་པོ་སྐུ་བཞག་རྗེས་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ཞེ་དགུ་ལོར་རྒྱ་ནག་དམར་ཤོག་རྒྱལ་ཁབ་གསར་འཛུགས་བར་གྱི་འགག་རྩའི་དུས་ནས་སྤྱི་དང། ལྷག་པར། རྒྱ་ནག་ནང་གཞུང་སྲིད་བརྟན་པོ་མེད་པ་དང། བདེ་གཟར་ལངས་པའི་ཟང་ཟིང་དུས་སྐབས་སུ། ང་ཚོ་བོད་པ་ཚོས་གོ་སྐབས་ཤོར་ཡོད་པ་གསལ་བོ་རེད། དོན་དངོས་སུ། གོང་ས་སྐུ་འཕྲང་ཆགས་སྲིན་པ་ཆེན་པོ་ཞི་ཁར། མ་འོངས་ལུང་བསྟན་དལ་བའི་མཐའ་མའི་གཞི་གདམས་ངོ་མཚར་ཅན་ཞིག་བཞག་གནང་ཡོད། ཆུང་དུས་སྐུ་གོང་མའི་ཆིག་སྒྲིལ་གཞི་གདམས་སུ་གྲགས་པ་དེ་དངོས་ནས་མཇལ་མྱོང། ལྗགས་བསྡམས་དེ་ཁོང་གཟུགས་རྒྱང་རིང་པོ་ཡིན་པ་དང་ཁོང་གིས་ཉིན་ལྟར་ཧ་ཅང་གསར་བར་སྣང་བ་ཁག་ལ། བོད་གཞུང་གིས་དོ་སྣང་ལག་བསྟར་ཚད་གཞིར་མ་བྱས་པའི་སྐྱོན་ཆ་གསར་སྟོན་ཆེད་ཡིག་ཚོགས་ལ་མ་འཛེམས་པར་ལུང་འདྲེན་ཞུས་ན། དེ་ཉིད་ལས། ད་ཆ་བགྲང་བྱ་ལྔ་བརྒྱ་དུ་ཉེ་བའི་ལོ་ཞིག་ལས་ཆོས་སྲིད་ཀྱི་འཁུར་རིང་པོར་རྔོ་མི་ཐོགས་པ་ཚང་མས་ཤེས་ངེས་གོ་བས་ཆོས་པ་གཞན་ད་ལྟ་ཁ་ཉིན་རྒྱལ་ཁབ་རྒྱ་གར་གཞུང་དང། རྒྱ་གཞུང་གཉིས་ཕྱོགས་སུ་སྤུངས་སྟོབས་བཙན་པོའི་མཐུན་ལམ་གང་ཟབ་བཞེས་འཁོན་འཛིན་པའི་ས་མཚམས་མཆོང་འགག་ལ་ཕ་རོལ་པོའི་མགོ་གནོན་ཆེད་དཔུང་དམག་སྒོ་བསགས། དེ་ཡང་དམག་རྩེད་ཕུགས་འཕེར་གཞན་སྡེ་ནུ་ངའི་ལྷག་པར་བཏང་སྐབས་སྙིང་ཉེའི་རང་མདངས་ཀུན་ནས་དར་ཞིང། ཡང་སྒོས་དམར་པོའི་ལས་ལེགས་ཆེས་ཆེར་བརྡོལ་བས་ཆོས་བྱེད་དགོན་སྡེ་ཁག་གི་ཆོས་རྒྱུན་རྩ་འཕྲོག་བྱེད་དགེ་འདུན་པ་དམག་དམར་ཆིག་པའི་མཚོན། རྗེ་བསྟན་དམག་མི་སྟེ་བྱོན་པ་ཟླ་ཀུ་རལ་གྱིས་ལིའི་ལུགས་སྤྱི་གཞུང་གོ་ཐོའི་གཞུང་དང་ལྗོངས་མུ་ཁྱི་སོར་ཐར། ལྗོངས་རྒྱུར་དབུས་ལྗོངས་ཆོས་སྲིད་གཉིས་ལྡན་གྱི་གཞང་དར་ཡང། ཕྱི་ནང་གང་ས་ནས་ལྷག་པར་ངེས་པས། དེ་སྐབས་རང་ས་སྲུང་མ་ནུས་ན། རྒྱལ་བ་ཡབ་སྲས་ཀྱིས་མཚོན་བསྟན་འཛིན་སྐྱེ་འཕགས་དམག་མི་སྟེ་བྱོན་ཞིང། བླ་བྲང་ཁག་དང་བསྟན་འཛིན་ཆོས་བྱེད་དགེ་འདུན་གྱི་སྡེའི། རྫོགས་དབང་མཆོད་སྦྱིན་དང་བཅས་པ་རྩ་བརླགས། ཆོས་རྒྱལ་མེས་དབོན་རྣམས་མཚམས་ཀྱི་གཞས་སྦྱིན་ཆབ་སྲིད་ཀྱང་མང་ཙམ་དེ་ཉམས་མི་ཐོག་འདི་གའི་གཞམ་གྲངས་ཀུན་ཀྱང་འཕགས་བཞིའི་རྒྱལ་ནོར་གསང་འཕྲོག། དགྲ་ཡི་བཀྲན་དང་དབང་མེད་འཁྱམས་ཤིང། ཡིད་ཅན་ཀུན་ཀྱང་ནར་ཆུད་འཇིགས་སྐྲག་ཀྱིས་འདི་ག་ཉིན་མཚན་མི་འཁྱོལ་བའི་དུས་ཤིག་འབྱུང་ངེས་པས། དོན་སེལ་གྱི་སྤྱི་དོན་བྱིན་གྱིས་མ་རློག་པ། ད་ལྟ། བདེ་སྐྱིད་ཆེས་དར་མུར་མོན་རང་ཆས་ལག་ཏུ་ཡོད་པའི་སྐབས་འདིར། ལྷ་སྡེ་བཞི་གྲགས་གང་ལའང་ཐབས་ཤེས་ལུ་གུ་རྒྱུད་གང་ཐད་ནས་མ་ལོན་མ་འགྱོད་པའི་ལག་ཏུ་བསྟར་ཐུབ་པའི་ཆབ་སྲིད་ཀྱི་བདེ་ཐབས་གཞམ་གྲངས་སེར་སྐྱ་རྣམས་ཀྱི་སྲིད་གཞིར་རག་ལུས་ཤིང། བོད་ལྗོངས་སྤྱིའི་བདེ་ཐབས་སེར་སྐྱ་མཆོག་དམན་དང། ཆབ་འབངས་ཀུན་ནས་བསམ་གཞིགས་མ་འཛོར་བ། བཅིངས་འགྲོལ་འཕྱར་བ་གྲི་འདེགས་དགོས་པ་ངེས་པར་འཁུར་དུ་བབ། གཞི་ཡིག་གསར། ཡིད་ཕམ་གྱི་གནས་ཤིག་ནི ྋགོང་ས ྋསྐུ་ཕྲེང་བཅུ་གསུམ་པ་ཕྱག་རྗེས་རྒྱལ་ཚབ་དང་བོད་ཀྱི་འགོ་བཤད་ཚོས་རྒྱལ་བ་སྐུ་གོང་མས་གསར་བཏོན་གནང་པའི་ཉེན་བརྡ་དེའི་མཛའ་གྲགས་རང་བཞིན་དང། ཚབས་ཆེའི་རང་བཞིན་གོ་རྟོགས་སམ་ཤེས་ཐུབ་མེད་པ་དེ་རེད། སྐུ་གོང་མས་ཉེན་བརྡ་གང་གནང་བ་ཐམས་ཅད་དོན་ལ་གནས་པ་བྱུང་ཡོད། བོད་ཀྱི་ཐབས་སྡུག་གི་གནས་ཚུལ་དེ་འཛམ་གླིང་གི་གནས་སྟངས་ཆེ་ས་དང་སྦྱར་ནས་བསམ་བློ་གཏོང་སྐབས་ཡ་མཚན་དགོས་པའི་ལྡོག་ཕྱོགས་ཀྱི་གནས་ཚུལ་ཞིག་མཐོང་ནུས་ཏེ། འཛམ་གླིང་དམག་ཆེན་གཉིས་པ་མཇུག་བསྒྲིལ་མ་ཐག་ཏུ་འཛམ་གླིང་གི་བཙན་རྒྱལ་རྒྱལ་ཁབ་ཆིག་ཁྲི་ཚང་མས་རང་གི་མི་སེར་སྤེལ་ཡུལ་རྒྱལ་ཁབ་རྣམས་རིམ་གྱིས་བསླུས་གཏོང་བྱས་ཡོད་པ་རེད། དཔེར་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་བཞི་གྲངས་ནང། སྤྱིར་ཕྱི་རོལ་ཡུལ་གྲུའི་ནང་ཧྥ་རན་སི་དང་དབྱིན་ཇིའི་དབང་སྒྱུར་མཇུག་བསྒྲིལ་བ་དང་དེ་མཚུངས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་རྒྱ་གར་དབྱིན་ཇིའི་འོག་ནས་རང་བཙན་ཐོབ་པ་ལྟ་བུ་ཡིན། དེ་ལྟར་སྔོན་གྱི་བཙན་རྒྱལ་ལམ་ཁོངས་མིའི་རྒྱལ་ཁབ་ཚང་མས་དེ་སྔ་རང་གི་མི་སེར་སྤེལ་རེས་ཀྱི་ཁྱབ་ཁོངས་སུ་ཡོད་པ་རྣམས་ལ་རིམ་པས་རང་བཙན་སྤྲད་དེ་ལུགས་གཏོང་བཞིན་པའི་དུས་དེ་ཉིད་དུ། རྒྱ་ནག་དམར་པོའི་གཞུང་གིས་མངའ་ཁོངས་རྒྱ་བསྐྱེད་ཐོག་བོད་རང་བཙན་གྱི་རྒྱལ་ཁབ་ལ་བཙན་འཛུལ་གྱིས་དེ་ལ་མི་སེར་སྤེལ་རྒྱུ་བདམས་པ་རེད། འདོད་དོན། བོད་འདི་མོ་ཙེ་ཏུང་གིས་མགོ་ཁྲིད་པའི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁོངས་སུ་བཙན་འཇུག་བྱས་པ་དེས་བོད་མིར་གོད་ཆག་ཆེན་པོ་བཟོས་པ་ཙམ་དུ་མ་ཟད། རྒྱ་ནག་རྒྱལ་ཁབ་རང་ལའང་དཀའ་ངལ་ཆེས་བཞི་བཟོས་ཡོད། དེ་ཡང། བོད་མི་ཐེ་བའི་མི་རིགས་ཐ་དད་པ། སྐད་ཡིག་དང་རིག་གཞུང། ལོ་རྒྱུས་བཅས་ལོག་སུ་ཡོད་པ། ནམ་ཡང་རང་ཉིད་རྒྱ་མི་ཡིན་བསམ་མྱོང་མེད་པའི་མི་རིགས་མང་པོའི་ཐོག། རྒྱ་མི་རིགས་ཀྱིས་རྒྱལ་ཁབ་གཅིག་བཙན་སྒེར་བྱས་པ་དེས། གཞི་རྩའི་ཐོག་ནས་བརྟན་བརླིང་མི་འོང་བའི་དེང་རབས་ཀྱི་རྒྱལ་ཁབ་ཅིག་བསྐྲུན་པ་རེད། གནས་སྟངས་དེའི་འོག། རྒྱ་ནག་རྒྱལ་ཁབ་ནང། མི་རིགས་ཀྱི་འཐབ་རྩོད་རྒྱུན་ཆད་མེད་པར་ཡོང་ཉེར་ཡོད་སྟབས། རྒྱ་ནག་དབུས་གཞུང་ནས་བོད་ལྟ་བུའི་ས་ཁོངས་སུ་ཡ་ང་སྙིང་རྗེ་བྲལ་བའི་མི་སེར་སྤེལ་བའི་སྲིད་བྱུས་དུས་གཏན་དུ་ལག་བསྟར་དགོས་པ་དེ་བྱུང་བ་རེད། ཁྱད་མཚར་བའི་ལྡོག་ཕྱོགས་ཀྱི་གནས་ཚུལ་གཉིས་པ་ནི། འཇིག་རྟེན་མི་ཆོས་དང་བཟང་སྤྱོད་ལ་འབྲེལ་བ་ཡོད་པ་ཞིག་སྟེ། དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བརྒྱད་ལོའི་ཟླ་བ་བཅུ་གཉིས་པར། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྐོར་གྱི་ཡོངས་ཁྱབ་གསལ་བསྒྲགས་ཀྱི་ཡིག་ཆ་དེ་གཏན་འབེབས་གནང། དེ་ནི་གཞི་མེད་ཡིག་ཆ་ཤིན་ཏུ་གལ་ཆེན་ཞིག་ཡིན་ཞིང། དེང་རབས་འཛམ་གླིང་ནང་ཕར་ཡུན་ཅན་གྱི་རྒྱལ་ཁབ་ཁག་གིས་རང་གི་མི་སེར་དང་རྒྱལ་ཁབ་གཞན་གྱི་མི་སེར་ལ་ལྟ་སྐྱོང་ཅི་ལྟར་བྱེད་དགོས་མིན་གྱི་གཞི་འཛིན་ས་ཆགས་ཡོད། ཡོངས་ཁྱབ་གསལ་བསྒྲགས་ཀྱི་ཡིག་ཆ་འདི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་བརྒྱད་དོན་དྲུག་ལོར་སྤྱི་འབངས་དང། ཆབ་སྲིད་ཐོབ་ཐང་གི་བསྐྱར་སྐྱེའི་སྤྱི་ཆིངས་འོག་ཁྲིམས་ལུགས་ཀྱི་ཡིག་ཆ་ཞིག་ཏུ་གྱུར་ཅིང། ཕྱི་ལོ་ཉིས་སྟོང་ཉེར་གཉིས་ལོར་བསྐྱར་དུ་འཇིགས་སྣོན་གཏན་འབེབས་དོན་ནན་བྱས་པ་རེད། འོན་ཀྱང་རྒྱ་ནག་དམར་པོའི་གཞུང་ནི་སྐབས་དེ་དུས་དེའི་ལྡོག་ཕྱོགས་སུ་ཆུད་པ་ཡིན་ཏེ། མཉམ་འབྲེལ་རྒྱལ་ཚོགས་ཀྱིས་འགྲོ་བ་མིའི་ཐོབ་ཐང་སྐོར་ཡོངས་ཁྱབ་གསལ་བསྒྲགས་བྱས་རྗེས་ཧ་ལམ་དེ་མ་ཐག་ཏུ། རྒྱ་ནག་གཞུང་གིས་འཆར་གཞི་ལྡན་པའི་སྒོ་ནས་བོད་མིའི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་འགོ་བཙུགས་ཏེ། ད་ཆ་ལོ་ངོ་བདུན་ཅུ་ལྷག་འགྲོ་བཞིན་ཡོད།

དཔལ་འབྱོར་གྱི་གནས་བབ་ཐ་དད་པའི་ཨེ་ཤ་ཡའི་ནང་དབུ་མཚམས་མིན་པའི་གསལ་བསྒྲགས་དེས་དོན་དམ་དུ་འཛམ་གླིང་ཡོངས་ཁྱབ་ཅིག་མི་ལུགས་རྩོད་གླེང་བྱས་པ་རེད། ཁོང་ཚོས་བཤད་པའི་ཨེ་ཤ་ཡའི་རིན་ཐང་ཞེས་པ་དེ་ཡོངས་ཁྱབ་འགྲོ་བ་མིའི་ཐོབ་ཐང་ནང་བརྩི་བྱེད། ཡོངས་ཁྱབ་འགྲོ་བ་མིའི་ཐོབ་ཐང་གི་གོ་དོན་ལ་བསྐྱར་ཞིབ་དགོས་ཚུལ་རྩོད་གླེང་བྱས། དངོས་གནས། ལྟ་ཚུལ་འདིར་མུ་མཐུད་མེད་ལུགས་གསར་བཞེངས་བྱས་པ་ཡིན། དེ་ཡང། རིག་གཞུང་ངམ་སྲོལ་རྒྱུན་གོམས་ཚོར་གྱི་ཆ་གང་ཡིན་རུང། གཞི་རྩའི་འགྲོ་བ་མིའི་ཐོབ་ཐང་དང་འགལ་གྱི་ཡོད་ཚེ་དེ་འདྲའི་འགལ་ཆ་ཡོད་པའི་རིག་གཞུང་དང། སྲོལ་རྒྱུན་གྱི་གོམས་ཚོར་ལ་འགྱུར་བ་གཏོང་དགོས་པ་ལས། འགྲོ་བ་མིའི་ཐོབ་ཐང་ལ་འགྱུར་བ་བཏང་ན་འགྲིག་མིན་བརྗོད་པ་དང་འབྲེལ། དོན་གནད་འདིའི་ཐད་ཨེ་ཤ་ཡའི་ནང་གི་མི་ཕལ་མོ་ཆེས་མུ་ཆེའི་བསམ་ཚུལ་ལ་མོས་མཐུན་གནང་གི་རེད་ཅེས་ཀྱང་བརྗོད་པ་ཡིན། དེ་ཡང་ཁ་སང་ནས་མིན་ན། ཨེ་ཤ་ཡའི་མི་མང་ཚོས་མི་སྒེར་གྱི་རང་དབང་དང་ཁྱིམ་སྟོང་ལྟ་བའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལ་རིན་ཐང་མི་བརྩི་བའམ། ཡང་ན། ཁོང་ཚོར་དེ་དག་མི་དགོས་ཚུལ་གྱི་བསམ་ཚུལ་ཤོད་པ་ནི་དོན་དུ་ཨེ་ཤ་ཡའི་མི་མང་ཚོར་གུས་བརྩི་མ་བྱས་པ་ཞིག་ཏུ་ངོས་ནས་མཐོང་གི་འདུག་གང་ལྟར་ཡང་མིའི་རིགས་ཀྱི་ལོ་རྒྱུས་ཐོག་ཟུར་འཇལ་གྱི་རང་བཞིན་དང་ལྡན་པའི་གལ་ཆེའི་རྒྱལ་སྤྱིའི་ཡིག་ཆ་འདིའི་སྙིང་དོན་རྣམས་རྒྱལ་ཁབ་ཁག་གཅིག་གིས་ཉམས་དམས་སུ་གཏོང་ཐབས་བྱེད་བཞིན་པར། འཁོར་སེམས་ཁྲལ་བྱུང་བ་ལྟར་དངོས་གནས་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ནི་སྐྱེ་བོ་ཡོངས་ཀྱི་རང་བཞིན་ལྷན་སྐྱེས་སུ་རང་དབང་དང་འདྲ་མཉམ། ཆེ་མཐོང་བཅས་ལ་སྨོན་པ་ལྟར་དེ་དག་སྒྲུབ་པའི་ཐོབ་ཐང་རང་ཆས་སུ་ཡོད་པ་དང་འབྲེལ་བར་བརྟེན། ཀུན་ལ་ཁྱབ་པའི་རང་བཞིན་ཅན་ཡིན་པར་འགྲེལ་བཤད་ཡང་ཡང་བྱས་པ་ཡིན། འགྲོ་བ་མིའི་ཐོབ་ཐང་གི་ངོས་ནས་བཤད་ན། འཛམ་གླིང་ཤར་ནུབ་དང་ལྷོ་བྱང་གི་སྐད་ཆ་གང་ཡང་ཡོད་མ་རེད། དེར་བརྟེན། ཡོངས་ཁྱབ་གསལ་བསྒྲགས་ཀྱི་འགྲོ་བ་མིའི་ཐོབ་ཐང་རྣམས་ནི། རང་བྱུང་གི་ཁྲིམས་ལྟ་བུར་ཚང་མས་བརྩི་སྲུང་བྱེད་དགོས་པའི་གནས་ཡིན་པར་ངོས་ནས་ཐག་གཅིག་ཏུ་ཡིད་ཆེས་བྱེད་བཞིན་ཡོད། བོད་དང་བོད་མི་ཚོར་བོད་རྒྱ་ནག་གིས་བཙན་བཟུང་བྱས་པའི་དབང་གིས་ཧ་ལས་པའི་གྱོང་གུད་ཆེན་པོ་ཕོག་ཡོད་པ་གསལ་པོ་རེད། འོན་ཀྱང་དེ་ཙམ་མ་ཡིན་པར་དེའི་རྐྱེན་གྱིས་རྒྱ་ཆེ་ས་ནས་བོད་དང་འབྲེལ་བའི་ས་ཁུལ་ཁག་ལ་ཡུལ་བབ་སྲིད་དོན་ཐད་དོ་ཕོག་ཅི་ཙམ་བྱུང་མིན་བསམ་གཞིགས་བྱ་རྒྱུ་དེ་གལ་ཆེན་པོ་ཆགས་ཡོད། དེ་ཡང་ལོ་རྒྱུས་ཐོག་དེང་དང་པོར་འཛམ་གླིང་གི་མི་འབོར་ཆེས་མང་ཤོས་ཡིན་པའི་རྒྱལ་ཁབ་གཉིས་བར་ཐད་ཀར་ས་མཚམས་རིང་པོ་ཡོད་པར་གྱུར་པ་དེ་རྒྱུན་མཐུད་དུ་དྲག་པོའི་དཔུང་དམག་གིས་སྲུང་དགོས་པ་ཆགས་ཡོད། རྒྱ་ནག་གུང་ཁྲན་གྱིས་བོད་ལ་བཙན་འཛུལ་མ་བྱས་བར་དུ་འཕགས་བོད་ཀྱི་ས་མཚམས་ལས་རྒྱ་དཀར་ནག་གི་ས་མཚམས་ཟེར་བ་ཞིག་མེད། ཕྱི་ལོ་ཆིག་སྟོང་གི་བརྒྱ་ལྔ་བཅུ་ཟླ་བ་བཅུ་གཅིག་པའི་ཚེས་བདུན་ཉིན་རྒྱ་གར་གྱི་སྲིད་བློན་ཁི་ཞོན་སར་དར་ཝལ་བྷ་ཧ་བྷ་ཨེལ་བྷ་ཏིལ་མཆོག་གིས་སྲིད་བློན་ནེ་རུ་ལ་ཕྱག་འཕྲེད་ཕུལ་ཡོད་སྣང་འདི་སྐད་ཚུར་བསྟོད། རྒྱ་ནག་གི་རྒྱ་ཆེན་ནི་ཧ་ལམ་ང་ཚོའི་སྒོ་རྩར་སླེབས་ལ་གལ་རེད། འདས་པའི་ལོ་རྒྱུས་ཐོག་ང་ཚོས་ཤང་ཤར་གྱི་རྒྱལ་མཚམས་ལ་སེམས་ཁྲལ་བྱེད་དགོས་པའི་དུས་ཤིག་ཧ་ལམ་བསུ་མྱོང་མེད། ཧི་མ་ལ་ཡའི་རི་རྒྱུད་དེ་བྱང་ཕྱོགས་ཀྱི་འཇིགས་པ་དང་ཉེན་ཁ་གང་གིས་ཀྱང་བསྒར་ཐབས་བྲལ་བའི་རྩིག་པ་གསལ་སྟོན་ཞིག་ཏུ་ངོས་འཛིན་བྱས་ཡོད་ལ་དེར་ང་ཚོ་ལ་དཀའ་ངལ་གང་ཡང་མི་བཟོ་མཁན་མཛའ་བརྩེ་ཅན་གྱི་བུ་མོ་ནི་ཡོད་ཅེས་ཟེར། པ་ཏྲིལ་མཆོག་གིས་ཐེག་གཙབ་གནང་བ་ཇི་བཞིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅེ་རེ་གཉིས་ལོར་རྒྱ་དཀར་ནག་གཉིས་བར་དམག་འཁྲིག་བསླངས་ཤིང། དེ་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅེ་རེ་བདུན་ལོར་ཡང་བསྐྱར་དམག་འཁྲིག་གཞན་ཞིག་བསླངས། པ་ཏྲིལ་ནི། ཁ་ཡོད་ལག་ཡོད་ཀྱི་གནས་ཚུལ་ལ་ལྟ་བའི་དངོས་བདེན་རང་ལུགས་པ་དང། ལག་ལེན་དངོས་ཀྱི་གྲུབ་དོན་གཞིར་རྩར་འཛིན་པའི་དངོས་ཕན་རང་ལུགས་པ་ཞིག་ཀྱང་རེད། ཁོང་དང་འདིར་ནི། སྲིད་བློན་གནས་རི་མཆོག་ནི། ཕྲན་བུའི་སེམས་གཙོ་སྨྲ་བ་དང་ཕུགས་བསམ་རང་ལུགས་པའི་ཕྱོགས་ལ་ཉེ་བ་ཡིན། ནེ་རུ། ཞང་ཆང་སྒྲིག་འཛུགས་དང་བར་སོན་ཏུན་ཀྲོའི་སྒྲིག་འཛུགས་གཉིས་བར་གྱི་སྤྱི་ཚོགས་ཀྱི་བར་ཆད་དང། འཛམ་གླིང་ལྷོ་བྱང་བར་གྱི་དཔལ་འབྱོར་གྱི་བར་ཆད་ཆེས་ཆེན་པོ་ཆགས་ཉེན་ལ་ཐུགས་ཡང་གནང་གི་ཡོད། ཁོང་གིས། ཕྱོགས་བསྒྲིལ་སྤང་བའི་ཉམས་ལེན་བྱ་རྒྱུའི་སྔོན་འགྲོ་དུས་ཤིག་ཆེན་པོ་ཡོད་པར་བརྟེན་ནས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ང་བཞི་ལོར་རྒྱ་དཀར་ནག་གཉིས་བར་པཱན་གྱི་ཞི་བདེ་ལྷག་པ་ལྔ་ཞེས་པའི་གྲོས་མཐུན་ལ་མིང་རྟགས་བཀོད་ཀྱང། གྲོས་མཐུན་དེའི་ནང་ཕན་ཚུན་གཅིག་གིས་གཅིག་གི་ས་ཁོངས་ལ་བརྩི་བཀུར་བྱ་རྒྱུ་དང། ཕན་ཚུན་བཙན་འཛུལ་མི་བྱེད་པ། རྒྱལ་ཁབ་ཕན་ཚུན་གྱི་ནང་སྲིད་ལ་ཐེ་བྱུས་མི་བྱེད་པ། འདྲ་མཉམ་དང་གཉིས་ཕན། ཞི་བདེའི་ཉམས་ལེན་བྱ་རྒྱུ་བཅས་ཀྱི་འཆར་གཞི་བཏང་ཡོད། མདོར་བསྡུས་ན། རྒྱ་དམར་གྱིས་བོད་ལ་དྲག་པོའི་བཙན་འཛུལ་བྱས་པ་དེས། བོད་མཐོ་སྒང་དུ་ཕུགས་རྒྱང་རིང་བོར་བརྟན་བརླིང་མེད་པའི་གནས་སྟངས་བསྐྲུན་ཅིང། དེའི་རྐྱེན་གྱིས། དེ་སྔ་སོ་སོའི་ས་ཕྱོགས་ཀྱི་ཤང་ངོས་ས་མཚམས་སུ། ཞི་བདེའི་གནས་བབ། བོད་ལ་བསྟོད་ཚབས་ཆེ་བའི་རྒྱལ་ཁབ། རྒྱ་གར་དང་བལ་ཡུལ། འབྲུག་ཡུལ། འབར་མ་བཅས་ལ་དོ་ཕོག་ཆེན་པོ་ཐེབས་ཡོད། ཚུལ་འདི་དང་འབྲེལ་ཏེ་ཨེ་ཤ་ཡའི་ནང་གི་གཞི་བདེ་བླང་འཇགས་ཐད་ཁོ་བོར་བློ་འཚབ་ཆེན་པོ་ཡོད་སྟབས། ཕྱིས་སུ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་དགུ་པར་དངོས་གནས་བཏོན་པའི་གཞི་བདེའི་གྲོས་འཆར་དོན་ཚན་ལྔའི་ནང། ཨེ་ཤ་ཡའི་རྒྱལ་ཁབ་དམག་དོན་གཤིགས་ཆེ་ཤོས་གཉིས་ཀྱི་བར་དུ་ཡོད་པའི་བོད་མཐོ་སྒང་གི་ས་ཁུལ་ཡོངས་རྫོགས་དམག་དཔུང་མེད་པའི་བར་གནས་ཀྱི་གཞི་བདེའི་སྟེང་གནས་སུ་བསྒྱུར་རྒྱུའི་གྲོས་འཆར་བཏོན་པ་ཡིན། སྣོད་བཅུད་རིག་པའི་ཆ་ནས་བཤད་ན་བོད་མཐོ་སྒང་ནི། ལྷོ་རུ་འབབ་པའི་ཡར་ཀླུང་གཙང་པོ་དང་སངས་རྒྱས་ཁ་འབབ། ཤར་ལ་འབབ་པའི་རྫ་ཆུ་དང་རྨ་ཆུ། འབྲུ་ཆུ་བཅས་ཨེ་ཤ་ཡའི་གཙང་པོ་ཆེ་ཤོས་ཁག་གི་འབྱུང་ཁུངས་ཡིན། རྒྱ་ནག་དམར་པོའི་གཞུང་གིས་ཕོ་གསར་བཙན་བཟུང་བྱས་པ་དེས། གཙང་པོ་འདི་དག་ལ་གནོད་སྐྱོན་ཤིན་ཏུ་ཆེན་པོ་ཐེབས་དང་ཐེབས་བཞིན་པ་དང་ཆབས་ཅིག་ཨེ་ཤ་ཡའི་རྒྱལ་ཁབ་མང་པོར་ཁོར་ཡུག་ཉམས་ཆག་དང་འབྲེལ་བའི་གོད་ཆག་ཆེན་པོ་མང་པོ་ཐོན་བཞིན་ཡོད། མ་འོངས་པར་ཡང། སྐར་ཆའི་ཆུ་བོ་འདི་དག་གི་འབྱུང་ཁུངས་ལ་འགན་ཁུར་ལྡན་པའི་སྲུང་སྐྱོང་བྱ་ཕྱོགས་ཚུར་ལྡན་ཞིག་མ་བྱུང་ཚེ། རྒྱ་གར་དང་པ་ཀི་སི་ཐན། བང་ལ་དེ་ཤི། འབར་མ། ལའོ་སི། ཐའི་ལེན་དྲི། ཝིས་ནམ། ཀམ་པོ་ཏི་ཡ་བཅས་ཀྱི་མི་འབོར་སྟོང་ཕྱིར་མང་པོའི་འཚོ་གནས་ལ་མེད་དུ་མི་རུང་བའི་ཆུ་དང་འབྲེལ་བའི་རྩོད་རྙོག་ཆེན་པོ་འབྱུང་སྲིད་པ་ཡིན། ཁོ་རེའི་ཆེད་ལས་པ་འགས་གཟབ་ནན་གྱིས་ལྷོ་སྣེ་དང་ཤང་སྣེ་བཅས་སྣེ་གཉིས་ཀྱི་ཐོག། བོད་མཐོ་སྒང་ལ་འཛམ་གླིང་གི་ཆེས་བསིལ་བའི་གཏེར་མཛོད་གཞི་རྒྱ་ཆེ་ཤོས་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ནས་སིམ་པ་ཆེན་པོ་བྱས་ཡོད། དེ་རིང་མ་ཟད་བོད་མཐོ་སྒང་གི་གནོད་སྐྱོན་མ་ལག་གིས་ལྷོ་ཨེ་ཤ་ཡའི་ཁྱོན་ལ་ཆར་དུས་ཀྱི་རིམ་པ་དུས་ཐུང་དུ་འབྱུང་རེ་ཡང་གར་སྣེར་ཤིན་ཏུ་ཆེ་བའི་ཚུལ། ཁོར་ཡུག་ཉམས་ཞིབ་པ་རྣམས་ཀྱིས་བཤད་པ་ལྟར་རེད། རྒྱ་ནག་གིས་བོད་མཐོ་སྒང་གི་ནགས་ཚལ་རྒྱ་ཆེ་རྩ་མེད་བཟོས་ཤིང་ལྷག་པར་ལོ་རབས་བརྒྱད་ཀྱི་ནང་སྤྱོད་བྲེག་བཤིག་བཅས་བྱས་པར་བརྟེན། བོད་ཤར་ཕྱོགས་ཁམས་ཁུལ་ལྟ་བུར་ཆ་བཞག་ན། ཤིང་ནགས་བརྒྱ་ཆ་ལྔ་བཅུ་ལྷག་རྩ་གཏོར་སོང་བའི་གནས་ཚུལ་ཐོན་ཡོད། མཐོ་སྒང་གི་ནགས་ཚལ་ལ་དེ་འདྲའི་གཏོར་སྐྱོན་ཚབས་ཆེན་བྱས་པ་དེས། མ་འོངས་དུས་ཡུན་རིང་པོར་ངན་འབྲས་ཐོན་རྒྱུར་ཁོར་ཡུག་སྲུང་སྐྱོབ་པ་རྣམས་བློ་ཡང་ཆེན་པོ་བྱེད་བཞིན་ཡོད། ལྷག་པར་དེ་ལ་བརྟེན་ནས་ས་ཆ་དམའ་ས་ཁག་ཏུ་ཚ་དྲོད་འཕེལ་བ་དང། ཆར་དུས་སྐབས་སུ་ཕྱི་ལོགས་ཀྱི་འཇིགས་པ་འབྱུང་རྒྱུར་བློ་ཡང་བྱེད་ཀྱི་ཡོད། གནམ་གཤིས་འགྱུར་ལྡོག་ཐད་ལོ་མང་པོའི་གོང་དུ་ཁོར་ཡུག་ཚན་རིག་པ་ཞིག་གིས་བོད་ཀྱི་ས་བབ་མཐོ་ལ་སྐམ་ཤས་ཆེ་བར་བརྟེན་མཐོ་སྒང་གི་ཁོར་ཡུག་མ་ལག་ལ་གཏོར་སྐྱོན་ཅི་འདྲ་ཞིག་ཐེབས་ཀྱང། དེས་ལྷ་གསོ་ཡོང་བར་དུས་ཡུན་ཧ་ཅང་རིང་པོ་འགོར་གྱི་རེད་ཅེས་བརྗོད་བྱུང། ཡང། ཁོར་ཡུག་གི་ཚན་རིག་པ་དེས། ཡང་ཞིང་རྒྱ་ཆེ་བའི་བོད་བྱང་ཐང་ས་ཁུལ་གྱི་ཉི་འོད་ཐུམ་དུ་མ་འཁྱུག་པར་ཕར་ལྡོག་འཕྲོ་བྱེད་པ་ལས་ཁོར་ཡུག་གི་དྲོད་ཚད་དམའ་རུ་གཏོང་བར་གལ་ཆེའི་ཤུགས་རྐྱེན་ཐེབས་ཚུལ་ཡང་བརྗོད་བྱུང། ལོ་ཚབ་ཆེ་ཤོས་ཤིག་ནི་ཡར་འབྲོག་གཡུ་མཚོ་དང་འབྲུག་ཡུལ་ས་མཚམས་དང་ཁུལ་གཉིས་ལྷོ་ཁའི་རྫམ་ཆུ་མཛོད་ལྟ་བུའི་ཧ་ཅང་གཞི་རྒྱ་ཆེ་བའི་ཆུ་མཛོད་འཛུགས་སྐྲུན་བྱེད་བཞིན་པ་དེ་ཡིན། དེང་སང་ཁོར་ཡུག་ཚན་རིག་ལ་བརྟེན་ནས་བོད་ཁུལ་ནི་འཛམ་གླིང་ནང་ས་ཡོམ་གྱི་འདར་མཁར་ཆེས་མང་ས་ཞིག་ཡིན་པ་དང། ས་བབ་མཐོ་བའི་བོད་མཐོ་སྒང་དུ་ཆུ་མཛོད་འཛུགས་སྐྲུན་དང་ས་ཡོམ་མང་བའི་བར་ལ་འབྲེལ་བ་ཆེན་པོ་ཡོད་པ་ཤེས་རྟོགས་བྱུང་ཡོད། བོད་མཐོ་སྒང་ཁུལ་དུ་གཏེར་ཁའི་ཐོན་ཁུངས་གཞི་རྒྱ་ཆེན་པོ་ཡོད་པ་ཡང་ཡོངས་གྲགས་རེད། རྒྱ་ནག་རང་གི་ས་ཆའི་བརྟག་དཔྱད་ལས་ཁུངས་ཀྱི་ཞིབ་འཇུག་ལྟར་ན། བོད་མཐོ་སྒང་དུ་ཟངས་གཏེར་གྲོན་ས་ཡ་སུམ་ཅུ་ནས་བཞི་བཅུ་བར་དང། དུས་ཚ་གྲོན་ས་ཡ་བཞི་བཅུ་འགར་བ། ལྕགས་གཏེར་གྲོན་ས་ཡ་ཐེར་འབུམ་འགར་བ། ལྷག་པར་དུ་རྩ་ཆེའི་གཏེར་རྫས་དཀོན་རིགས་ལི་ཐེམ་དང། ཡུན་རིང་ནད་ཡམས་ཀྱིས་མཚོན་པའི་སྣ་མང་ཡོད་པར་བརྗོད། དོན་དངོས་སུ། བོད་ལ་རྒྱ་སྐད་ནང། ཤིས་གཙང་ཟེར་བའི་དོན་ནི། ནུབ་ཕྱོགས་ཀྱི་རིན་ཐང་བང་མཛོད་ཟེར་བ་ཡིན། ཅི་སྟེ་ངེས་པར་བོད་མཐོ་སྒང་དུ་གཏེར་ཁ་སྔོག་འདོན་བྱེད་དགོས་བྱུང་ཚེ་ཁོར་ཡུག་ལ་གནོད་སྐྱོན་མི་ཐེབས་པའི་ཆེད་དུ། གཟབ་ནན་ཚད་མཐོ་ཤོས་ཀྱི་ཐོག་ནས་བྱེད་དགོས། དེ་མིན་ཁོར་ཡུག་ལ་སྣང་ཆུང་དང། ཁྲ་ཆིལ་འཁོར་སྐྱོད་ཀྱི་བསམ་བློ་ཚོང་འཛིན་ཁོ་ནར་བརྩི་བའི་ཤབ་ཆོས་ཀྱི་ཐོག་ནས་བཤད་ན། ཕུགས་རྒྱང་རིང་བོའི་ཉེས་སྐྱོན་དབང་ཆ་དང། དེ་འདྲའི་མཐའ་འབྲས་རྔམ་པ་དེ་རྣམས་བོད་མཐོ་སྒང་གི་ས་མཚམས་ནས་བགར་ཏེ་ཡུལ་ཁྲི་གཞན་མང་པོའི་མིས་ཀྱང་མྱོང་དགོས་ཡོང་ངེས་རེད། ཉེ་བའི་ཆར། བོད་མཐར་སྒང་གི་ས་ཁར་འདྲ་མིན་ནང། འབྲོག་སྡེ་མང་པོ་སྲོལ་རྒྱུན་གྱི་ཐོན་ལས་རྩྭ་ཐང་ནས་བཙན་ཤེད་ཀྱིས་གནས་སྤོ་བཅུག་ཡོད་འདུག་ལོ་རྒྱུས་ཐོག་ནས་བཤད་ན། བོད་ཀྱི་འབྲོག་སྡེ་རྣམས་རྩྭ་ཐང་ཐེ་བའི་ཡངས་ཤིང་རྒྱ་ཆེ་བའི་གནས་སུ་འཚོལ་སྡུད་བྱས་ཏེ། སྣོད་བཅུད་གཉིས་གཅིག་ཕན་གཅིག་གྲོགས་ཀྱི་འབྲེལ་བ་དམ་པོ་ཆགས་ཡོད་ལ། མཐོ་སྒང་གི་ཐང་ཆེན་ཁག་ཏུ་ཁོང་ཚོ་གནས་པ་དེ་ནི་ཁོར་ཡུག་གཅེས་སྐྱོང་བྱེད་ཐབས་ཡག་ཤོས་ཤིག་ཆགས་ཡོད། སྲོལ་རྒྱུན་གྱི་འབྲོག་སྡེ་ནུས་པོ་ཞིག་བཅུག་པ་དེས་འབྲོག་པ་ཚོར་གནོད་སྐྱོན་ཤིན་ཏུ་ཆེན་པོ་བྱས་པ་ཙམ་མ་ཟད། རང་བྱུང་ཁོར་ཡུག་ལའང་དོ་སྙོམས་མེད་པའི་རྒྱུན་འཁོར་གསར་བ་ཞིག་བཟོས་པ་རེད། ཁོར་ཡུག་བདེ་ཐང་ནི་བོད་དང་རྒྱ་མི་གཉིས་ཀས་གཅིག་གྱུར་སེམས་ཁུར་བྱེད་དགོས་པའི་དོན་གནད་ཅིག་ཆགས་ཀྱི་ཡོད་སྟབས། ཉམས་ཆག་འགྲོ་སླ་བའི་བོད་ཀྱི་ཁོར་ཡུག་སྲུང་སྐྱོབ་ཐད་འཆར་གཞི་ལྡན་པའི་མཉམ་རུབ་ཀྱི་འབད་བརྩོན་དང། དེ་ཡང། རྒྱུན་བསྲིང་ཐུབ་པ་ཞིག་ཡོང་བར་དངོས་ནས་རེ་བ་བྱེད་ཀྱིན་ཡོད། གལ་ཏེ། རྒྱ་ནག་གི་དབང་འཛིན་པས་ཁོར་ཡུག་ཚན་རིག་པ་དང་སྒོས་སུ་རྒྱ་རིགས་ཚན་རིག་ཆེད་ལས་པ་རྣམས། བོད་ཀྱི་ཁོར་ཡུག་ལ་རྒྱུས་མངའ་ལེགས་ཤོས་ཡོད་མཁན་ས་གནས་བོད་མི་དང་མཉམ་དུ་མཉམ་ལས་བྱེད་ཅིག་ན། བོད་མཐོ་སྒང་གི་སྐྱེ་ཁམས་ཁོར་ཡུག་ལ་དགོས་མེད་ཀྱི་གནོད་འཚེའི་ཐེབས་ཚད་ཉུང་དུ་གཏོང་བའི་ཐབས་ལམ་ནུས་པ་དང་ལྡན་པ་ཞིག་གསར་གཏོད་ཐུབ་པ་ཡོང་སྲིད། ངོས་ནས་གོ་ཐོས་ལ། བོད་ནང་ལོ་མང་སྡོད་མྱོང་མཁན་རྒྱ་རིགས་ཁོར་ཡིག་ཚན་རིག་པ་གྲགས་ཅན་ཞིག་གིས། ཆོས་ལུགས་སྲོལ་རྒྱུན་ཞིག་ཆེ་ས་གང་ཡིན་ལ་ཁོར་ཡིག་སྲུང་སྐྱོབ་ཡག་པོ་བྱས་འདུག་ཅེས་བརྗོད་འདུག་དེ་ནི་ང་ཚོས་བསམ་གཞིགས་བྱེད་དགོས་པའི་གནད་འགག་ཅིག་ཆགས་ཡོད། ལོ་རྒྱུས་ཀྱི་སྟེང་ནས་ཀྱང། ང་ཚོས་རིག་གཞུང་དང། ཆོས་ལུགས་ཀྱི་རང་བྱུང་ཁམས་དང་མཐུན་གནས་བྱ་རྒྱུ་ནན་བཤད་བྱས་པར་བརྟེན། རྩི་ཤིང་དང་སྲོག་ཆགས་སེམས་ཅན་ཐེ་བའི་བོད་མཐོ་སྒང་གི་གཞི་རྒྱ་ཆེ་བའི་རང་བྱུང་ཁོར་ཡུག་ལ། འགྲོ་བ་མིའི་ལག་གཉིས་ཚད་ལས་བརྒལ་བ་བཏང་བའི་གནས་ཚུལ་བྱུང་མྱོང་མེད། བློ་འཚབ་ཆེན་པོ་ལངས་དགོས་པ་ཞིག་ལ། རྒྱ་ནག་དམར་པོའི་གཞུང་གིས་བོད་མཐོ་སྒང་དུ་རྡུལ་ཕྲན་འཕུར་མདེལ་བརྩིགས་ཡོད་པའི་གནས་ཚུལ་ཕྱོགས་མང་པོ་ནས་ཐོན་གྱི་འདུག་དེས་ས་ཁུལ་དང། རྒྱལ་སྤྱིའི་བརྟན་ལྷིང་ལ་གནོད་འཚབ་ཆེན་པོ་ཅི་ཙམ་ཡོད་པའི་གནད་དོན་སྨོས་ཅི། དུ་འཕྲིན་ནུས་པ་འཛག་མཐོར་བྱུང་བའམ། དགྱེས་ཚོར་བྱུང་ཚེ། གནོད་འཚེ་ཕོག་སླ་བའི་བོད་ཀྱི་འཁོར་ཡིག་ལ། རྩ་གཏོར་རང་བཞིན་གྱི་ཉེན་ཁར་བཟོ་རྒྱུ་ཡིན་པ་ཧ་ཅང་གསལ་བོ་རེད། དེའི་འབྲས་བུར། གཙང་པོའི་ཁྱི་རྣམས་སྦགས་བཙོག་ཆགས་ཏེ། གཙང་ཁྱིར་བརྟེན་ནས་འཚོ་གནས་བྱེད་མཁན་སྐྱེ་འགྲོ་ས་ཡ་མང་པོའི་འཚོ་གནས་ཐོག་གནོད་ཚབས་ཆེ་ཡང། ཚོད་དཔག་བྱེད་ཐབས་བྲལ་བ་ཞིག་རེད། གོང་དུ་བསྒྲངས་པའི་དོན་སྡེ་འདི་དག་ཡོངས་རྫོགས་གཅིག་ཏུ་བསྡོམས་དུས། བདེ་དྲིན་གོ་མཚོན་གཟིགས་འཇོག་གིས་མཚོན་པའི་བོད་མཐོ་སྒང་དེ་དྲག་པོའི་དམག་གིས་བརྟན་ཕྱིར་བསྒྱུར་བ་དེས་ཨེ་ཤ་ཡའི་ནང་འབྲེལ་འདྲིས་རྒྱལ་ཁབ་ཆེ་ཤོས་གཉིས་དབར་སྔོན་ཆད་མེད་པའི་རང་བཙན་ཁེ་ལོ་མི་ཀྲེར་སུམ་སྟོང་ལྷག་གི་ས་མཚམས་ཐད་ཀར་ཆགས་ཏེ། བདེ་འཇགས་ཀྱི་གནད་དོན་ཚབས་ཇེ་ཆེར་གྱུར་བ་དང། ས་མཚམས་ཀྱི་ས་ཁུལ་གནད་ཆེ་འགའ་ཞིག་ད་དུང་ཡང་གསོ་བཞིར་གནས་པ། ནགས་ཚལ་རྩད་མེད་བཟོས་པ་དང་ཚད་ལས་འདས་པའི་གཏེར་ཁ་སྔོག་འདོན་ལ་བརྟེན་ནས། མཐོ་སྒང་གི་སྐྱེ་ཁམས་ལ་གཏོར་སྐྱོན། དེ་བཞིན། མིའི་ས་ཡ་མང་པོའི་འཚོ་རྟེན་དུ་གྱུར་བའི་ཨེ་ཤ་ཡའི་གསང་པོ་ཆེ་ཤོས་ཁག་གི་སྐྱེ་འགོར་ཚོད་དཔག་བྱེད་དཀའ་བའི་བདག་འཛིན་བྱེད་སྟངས་སོགས་ལ་གཞིགས་ན། བོད་ལ་བཙན་འཛུལ་བྱས་པ་དེས་བོད་མི་གཅིག་པུར་གོད་ཆག་བྱུང་བ་ཙམ་མ་ཡིན་པར། འགྲོ་བ་མིའི་རིགས་ཡོངས་ལ་གོད་ཆག་ཆེན་པོ་བཟོས་པ་གསལ་བོ་རེད། འདི་ནི་ལོ་རྒྱུས་ཀྱི་གོད་ཆག་ཆེན་པོ་ཞིག་ཡིན་ཞིང། དེའི་གནོད་ཚབས་ཆེ་བའི་མཇུག་འབྲས་ངན་པ་རྣམས་དུས་རབས་མང་པོའི་རིང་མུ་མཐུད་དུ་མྱོང་དགོས་པ་ཆགས་ཡོད། ཅི་སྟེ་བོད་རྒྱལ་ཁབ་དེ་རང་དབང་དང་ནུས་ཐོན་པ་བྱུང་ཡོད་ན། ད་ལྟའི་ཡུལ་བབ་སྲིད་དོན་དང། སྐྱེ་ཁམས་ཁོར་ཡུག་གི་དཀའ་རྙོག་འདི་དག་རྩ་བ་ནས་ཡོང་གི་མ་རེད། འདི་ནི་བདེན་པ་བདེན་རྐྱང་ཡིན།